འཛམ་གླིང་ཕྱོགས་མཐའ་གང་སར་བཞུགས་པའི་རྒྱ་ཆེའི་གཟིགས་མོ་ཡོངས་ལ་ཐོག་མར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡག་དང་དེ་རིང་གི་སྙན་ཐུང་དེ་ནང་དོན་གཙོ་བོ་གང་ཡིན་ཞུས་པ་ཡིན་ན་འཛམ་གླིང་ཞི་བདེའི་དེད་དཔོན་ས་སྡེ་རྒྱལ་བསྟན་ཡོངས་རྫོགས་ཀྱི་མངའ་བདག་སྤྱི་ནོར་བ་སྐྱབས་མགོན་ཆེན་པོ་མཆོག་གི་མཛད་པའི་རྣམ་གྲངས་ལས་ཐུགས་བསྐྱེད་དམ་བཅའ་བཞིའི་ངོ་སྤྲོད་དང་འབྲེལ་བའི་སྙན་ཐུང་ཅིག་ཡིན། དེའང་ས་གནས་ནིའུ་ཡོག་ཏུ་རྟེན་བཅས་པའི་རྒྱུད་སྨད་གྲོ་མ་ལྷ་ཁང་གིས་ཇི་ལྟར་གསོལ་བ་བཏབ་པ་བཞིན་དཔལ་ལྡན་དགའ་ལྡན་ཕོ་བྲང་གི་དྲུང་ཆེ་གཡང་སྟེང་རིན་པོ་ཆེ་མཆོག་ནས་ནིའུ་ཡོག་དང་ནིའུ་ཇར་སིའི་མང་ཚོགས་ལ་རྒྱ་བོད་ཐུགས་བསྐྱེད་དམ་བཅའ་བཞིའི་སྐོར། ལམ་སྟོན་བཀའ་སློབ་གནང་བའི་སྙན་པ་ཚན་པ་གཅིག་རྒྱ་ཆེའི་གཟིགས་མང་རྣམས་ཀྱི་སྤྱན་ལམ་དུ་གཟིགས་འབུལ་ཞུ་ཡ་ཡིན་ཨང་དུས་ཐོག་ལ་གསན་གཟིགས་གནང་རོགས་གནང་ཞུ་ཡ་དང་གནའ་སྙན་སྟོན་ཏེ་ཕག་གཟུགས་བརྒྱུད་སྐུ་མང་གཟིགས་ཐུབ་གནང་རོགས་གནང་ཞུ་ཡ་ཡིན་ཨང་རྣམ་པ་ཚོ་ཚང་མ་ལ་ད་ལྟ་བར་དུ་རྒྱབ་སྐྱོར་གནང་བ་དང་སྙིང་ཐག་པ་ནས་ཐུགས་ཆེ་ཆེ་ཞུ་ཡ་ཡིན།
ཐུགས་ཀྱི་གཉིས་པ་དེ། འདིར་ཆོས་ལུགས་མཐུན་སྒྲིལ། ཡོང་ཡག་གི་ཆེད་དུ་ཀུན་འདུས་རང་ནི་ཆོས་པ་ཞིག་ཡིན་པའི་ཆ་ནས་ཏེ། འགན་དེ་བཞེས་ཀྱི་ཡིན་ཞེས་གསུང་ཡས་དིར་བ། ད་འགན་བཞེས་ཡས་དེ་ང་ཚོ་ཆོས་པ་ཡིན་མཁན་ཚང་མ་ལ་ཆོས་པ་ཚང་མ་མཐུན་སྒྲིལ་བྱས་ཡས་འགན་དེ་ད་ཁུ་རང་བཞིན་གླིང་རྗེ་ལ་ཚང་མ་ལ་འགན་འཁྲི་དེ་འོ་རོ་ཁ་ས་འགན་འཁྲི་དེ་འོ་རོ་བཞེས་ཚང་ང་ཚོ་ཚང་མས་བྱེད་དགོས་ཕྱིར། ད་དེ། ཀུན་འདུས་ནས་ཐུགས་འགན་བཞེས་ཀྱི་གསུང་ཡས་ཀྱི་འགན་བཞེས་ནས་ཆོས་ལུགས་མཐུན་སྒྲིལ་དེ་ག་འདྲས་མནང་དགོས་བ་ལ་དེ་ང་ང་ཚོའི་ནང་བྱོན་གྱི་ཅི། མཐུན་སྒྲིལ་གནང་སྟངས་ཀྱི་དེ་འབྲེལ་གྱི་ཐབས་ལམ་ཙམ་མ་རེད་ཐབས་ལམ་བཅོས་མ་ཙམ་ཆགས་ཁོག་མ་རེད་ཀུན་འདུས་ཀྱི་འདི་ལ་དམིགས་བསལ་གྱི་ཡང་ཆེ་བཅུའི་དང་ལང་ཁ་དམིགས་བསལ་གྱི་ང་ཚོ་ལ་བཏོན་ཡོད་རེད་ག་རེ་ཟེར་ལ་འདི་གང་ལ་ཆོས་ལུགས་ཡོངས་རྫོགས་ཀྱི་མིའི་སྤྱི་ཚོགས་ལ་བརྡ་ལན་དུ་མ་སོང་འདི་གཅིག་གྱུར་གྱིས་གཏང་གི་འདུག་ཚང་མལ་གྱི་ཞང་ནི་ཅེས་དང་དེ་འབྲེལ་གྱི་བསླབ་བྱ་འདི་ཚང་མལ་གྱི་གཅིག་གྱུར་དུ་ནི་རྒྱག་གི་འདུག།

ཚོགས་ཀྱི་དབར་དེ་སྔོན་གནས་ཚུལ་ལ་དེ་འདྲ་རེད་མི་འདུག་ཆོས་ལུགས་གཞན་གྱི་དར་ཆ་ཕུན་སུམ་ཚོགས་པ་འགྲོ་ཡག་དེ་སུ་སུའི་སོ་སོའི་ཆོས་ལུགས་ཀྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་སྟོན་ཡག་དང་སུ་སུའི་ཆོས་ལུགས་དར་ཆ་འགྲོ་ཡག་གི་གཞི་འདྲ་བོ་དེ་ཆགས་ཀྱི་འདུག་དཔེར་ན་ཁ་ཅིག་གི་ཆོས་ལུགས་དར་ཆ་འགྲོ་དེ་ག་རེ་ཐུག་ནས་འགྲོ་བ་རེད། ཁོས་ཁོའི་ཁྱད་ཆོས་ཅིག་སྟོན་གི་རེད། ཀུ་ཤུ། ཞི་བུ་ཅིག་བྲིན་པོ་ཡོང་དེ་གང་ལ་ཀུ་ཤུ་ཁོ་རང་གིས་ཕུད་འདོད་ཆུ་ཡོད་རོགས་ཀུ་ཤུ་ཟས་ནི་ཅིག་ཕིང་གི་རེད་གཉིས་ཕིང་གི་རེད་ཟེར་དེའི་ཐུག་ནས། ཀུ་ཤུ་འདི་མི་དགའ་པོ་བྱས་བྱ་གོ་རོགས། ཀུ་ཤུ་ཞིག་བུ་གྱི་དྲན་པའི་ཁ་ཐུག་ལ་ཚ་ལུ་མ་གི་ནུས་པ་དེ་ཁོ་གི་བྱེད་ལས་དེ་ཆད་ཆག་འགྲོས་སོན་མ་རིན་ཐང་ཆག་ཡ་ས་ཀེ་ཡོག་མ་རེད་ཚ་ལུ་མ་ཁོ་རང་ལ་ཆད་ཆོད་ག་རེ་ཡོད་པ་དེ་ཡ་ཅི་སྟོན་པ་ཡིན་ན་བི་ཏཱ་མི་སི་དེ་ཞི་བུ་ཡོར་སེ་དེ་འདྲའི་ཆད་ཆོད་དེ་ཡ་སྟོན་ཡོད་འདི་གང་ལ་བཤད་ཙང་དེ་ཆོས་ལུགས་གཞན་གྱི་དར་ཆད་འགྲོ་ཡ་དེ་ཆོས་ལུགས་གཞན་གཞན་པ་གྱི་དེ་ཉང་ཆག་འགྲོ་ཡ་གི་ཅན་མ་རེད་དེ་ང་རང་ཚོ་འཁྲུལ་སྣང་ཙང་རེད་བཤད་ཙང། ཡིན་གཅིག་མིན་གཅིག་གིས་འཛམ་བུ་གླིང་འདི་ནང་ལོགས་ལ་ཆོས་ལུགས་ཆ་ཚང་ད་ཆའི་ཕན་སོང་འགྲོ་ཡ་དེ་བཟོས་པ་གྱིས། འཛམ་བུ་གླིང་འདི་གང་ལ་ཚང་མ་ཤོང་ཐུབ་ཡ་གྱིས། ཤི། ཤི་ནང་གཅིག་གི་ནང་ལོགས་ལ་ཏང་མིན་མི་ལྟོས་དང་ཨ་ནི་ག་རེ། ཅི་ག་སོགས་རེ་ཤིང་གིས་ད་མི་ལྟོས་འདྲ་མ་འདྲ་ཤི་ནང་འདྲ་མ་འདྲ་འདུག་ཤི་དང་ཕན་ཤིན་ད་ཚང་མ། ཤི། ཅེས་ཐུགས་འོག་རོ་དེ་དེ། རི་འདིའི་སྒང་ལ་ཚང་མ་མཉམ་འགྲོ་གཅིག་ཡས་ཀྱི་གི་གུ་ཁོག་དུ་ཡོག་ར་ཨོ་ཏི་ནང་བཞིན་ཞིག་གུ་གུ་རེད། ཏི་གསུང་གུ་བ་ར་ཏི་ཏི་དུས་དུས་ཀྱི་ཞིག་འཇུག་བཞག་ན། ཐུགས་འགན་བཞི་བ་དེ་ཀུན་འདུས་རང་ནི་བོད་པ་ཞིག་ཡིན་པ་དང། དེའི་ནང་ནས་བོད་བོད་གཞིས་བྱེས་གཉིས་ཀའི་གི་མི་དམངས་ཡོངས་རྫོགས་ཀྱི་ད་ཁ་སོ་རེ་ལྕགས་གཅུས་སའི། རེ་བ་རྒྱག་སའི་དེ་འདྲའི་གི་ད་ཡུལ་གཅིག་ཡིན་པ་ཡིན་དེ་གང་ལ་དེའི་ཆ་ནས་ནི།

ངེས་པར་དུ་སྲུང་སྐྱོབ་བྱེད་དགོས་ཡ་ད་ཆའི་ཏུང་གོ་ཡ་གི་ད་དངོས་སུ་གཞས་ནི་མ་སོང་དེ་གང་ལ་ཆུས་དང་རི་གཞུང་སྐྱེ་ཡིག་བྱེད་ཨ་ནི་ཁོར་ཡུག་བོད་ཀྱི་ཁོར་ཡུག་ཡོ་རོ་ཨོ་དེ་ཚུ་སྲུང་གོ་རོ་ད་དེ་སྲུང་ཡ་དེ་གང་ལྟར་མདོར་བསྡུས་ནས་ཞུས་བ་ཡིན་ན་ང་རང་ཚུ་བོད་པ་གཅིག་ཡིན་པའི་ངོས་ནས་རོ་ད། མ་མཐའ་ཡིན་ན་ཡང་སྲུང་སྐྱོབ་བྱེད་ཐུབ་དགོས་ཏེ། གང་ཞིག་རོ། གནད་དོན་གང་ཞིག་ཅིག་ང་ཚོས་སྲུང་སྐྱོབ་བྱེད་ཐུབ་པ་ཡིན་ན་བོད་ཟེར་དེ་འཛམ་བུ་གླིང་འདིའི་སྒང་ལ་ནང་ཆོས་ང་ཚོ་སྲུང་སྟངས་ལ་བསྐལ་པ་མང་སྟོང་གི་བར་དུ་གནས་ཆེ། གནས་ཐུབ་ཡག་གི་ནུས་པ་ཆེ་བསྐྲུན་ཐུབ་ཡག་ཆེ། ད་གང་ཞིག་གནད་དོན་གང་ཞིག་ཅིག་ང་ཚོས་ཀྱིས་སྲུང་སྐྱོབ་བྱེད་མ་ཐུབ་པ་ཡིན་ན་བོད་ཟེར་དེ། གཞན་དག་དེ།

འདི་ཡི་བུད་མེད་ཀྱིས་སེམས་པ་ཚང་མ་ལོ་གཅིག་ཏུ་བསྒྲིལ་ནས་ཁུ་ཟིང་གི་དོ་འདི་ཡི་ཟིང་གི་དོ། རོ། འདི་ཡི་ཟིང་གི་རོ། བྱས་ཙང། བོད་ཀྱི་ཆོས་དང་རིག་གཞུང། གི་བསང་ལུགས་ཡོད་དེ་བ་བོད་པའི་ཀྱི་རིག་པ་དང་བོད་པའི་ཀྱི་ཆོས་དངོས་གནས་ཀྱི་བོད་པའི་ཀྱི་ཐུན་མོང་མ་ཡིན་པའི་བསང་དུ་ཡོད་པ་ཡིན་ན། ཤིག་གི་ཤ་ཁྲག་གི་ཕུང་པོ་དེ།

ཇོ་མོ་འདི་བོད་པ་གཅིག་པུ་མ་རེད་ཇོ་མོ་ཁྱེད་རང་ཚོ་གི་ར་གོ་རེད། གང་ཡིན་ཟེར་ན་འཛམ་བུ་འདི་ནང་ལོ་ལ་བོད་འདི་ཆུ་མཛོད་ཆེ་ཤོས་ཀྱི་ཆགས་ཡོང་གོ་རེད་ཆགས་པ་གི་ཆགས་མཛོད་ཆགས་པའི་གི་མཛོད་ཆེ་ཤོས་ཀྱི་ཆགས་ཡོང་གོ་རེད། ཨ་ནི་མི་རྗེ་ཁོ་པའི་ཏོག་གཅིག་མ་རྒྱ་གར་དང་རྒྱ་ནག་ལ་སོ་ད་ནི་གོ་ལ་ཡོད་དེ་བས་བོད་འདི་ནང་ལ་སོ་རྒྱལ་ཁབ་ཚང་མ་གི་ཆུ་བོ་ཆེན་པོ་ཆུ་བོ་ཆེན་པོ་མང་པོ་ཀྱི་བོད་ནས་མ་སླེབས་ཡོང་གོ་རེད་དེ་འདྲ་ཡིན་དུས་བོད་ནས་སླེབས་པའི་ཆུ་བོ་འདི་ཚོ་ལ་བརྟེན་ནས་རྒྱལ་ཁབ་གཞན་དག་གི་མི་དུང་ཕྱུར་མང་པོ་ཅིག་གོ། ཚུར་བསྟན་ཕྱག་འདེབས་ཀྱི་དུ་བ། དཔེ་མཚོན་གསལ་བོ་ཅིག་ལ་དྭགས་ལ་ཕྱིན་ནས། སེང་གེ་ཁ་བ་འདིས་ལ་དྭགས་མི་མང་ལ་ག་ཚོད་ཅིག་དགོས་མཁོ་ཆེན་པོ་ཆགས་ཀྱི་འདུག་འདི་ད་ག་ཕྱིན་པ་ཡིན་ན་གསལ་བོ་ཧ་གོ་བར་བཤད་ཙང། བོད་ཀྱི་ཁོར་ཡུག་སྣང་ཞེན་ཇུས་གཏོགས་ཆེན་འདི་གང་དེ་གྱིས་ཡུལ་རོགས་ཀྱི་སྣང་ཤེས་ལ་ཁ་ཐུག་ཐེ་ཁ་ཤུགས་ཆེན་ཐེག་བར་གཟིགས་དོ། བོད་ཀྱི་ཚ་གྲང་སྣང་ཤེས་ཚ་གྲང་འདི་ཕར་ཆག་ཕྱིན་ཅི་ཚ་དྲོད་བྱིས་པོ་ཅིག་འཕར་བ་ཡིན་ན་དེ་ཁ་ཐུག་ཁོ་རང་ཡུལ་རོགས་ལུང་པ་གྱི་སྣང་ཤེས་ཚ་གྲང་ལ་ཁ་ཐུག་ཤུགས་ཆེན་ཐེག་གི་བ་རེད་ཟེར་ཏེ།

བློ་གཞི་བཞུགས་དགོས་པའི་གང་ལྟར་ཤེས་ཡོན་གྱི་སྣང་གཞག་རྒྱ་ཆེན་པོ་ཅིག་འདུག་གསུངས་པ་དེ་གནང་རོགས། ང་ཚོ་བོད་པས་ཀྱི་ལོ་ངོ་སྟོང་ཕྲག་གི་རིང་ལ། ནུས་ཤུགས་ཡོད་རྒུ་བཏོན་ནས་དཀའ་ལས་རྒྱག་ཡ་གི་དཀའ་ལས་རྒྱག་ནས་བདག་པོ་རྒྱག་ཡ་གི་རིག་གཞུང། ནང་པའི་རིག་གཞུང་ལྟ་ཆུའི་རིག་གཞུང་འདི་ནང་ལོགས་ལ། དཔེར་ན། བཀའ་བསྟན་འགྱུར་གྱི་ནང་ལོགས་ལ། ལྕགས་བཞིན་ཟེར་དེ་གཅིག་པུ་མ་རེད་དེའི་ནང་ལོགས་ལ། ཏིང་འཛིན་རིག་པའི་སྣང་གཞག་རྒྱ་ཆེན་པོ་ཡོད་རེད།

འཛམ་བུ་གླིང་ཡོངས་རྫོགས་ལ་བར་སྟོན་ཡང་ཅི་དང། དཔེར་ན། ནུ་ཞོ་གི་ལུང་པའི་ནང་ལོགས་ལ། ཤིན་ཡོན་སི་ཅེས་བྱིན་ལ་ཡོན་ཏི་གང་ལ། ཁོ་རང་ཚོ་པའི་ཤན་ཕུལ་དུ་བྱུང་བ། རོ། དེ་འདྲའི་གི་སང་ལོ་ཅི། བཏང་བྱས་བྱས་ནས་གང་ལྟར་ཤར་ཤོག་གི་རིག་གཞུང་གི་ནང་ལོགས་ལ་ཁོ་རང་ཚོ་སློབ་སྦྱོང་བྱས་ཡོད་པ་ཅིག་ཀྱེ་ངོ་ལེན་བྱེད་ཀྱི་ཡོག་མར་ད། སྐབས་གཅིག་གི་རིང་ལ། ད། བོད་ཀྱི་ཆོས་དང་རིག་གཞུང་གི་ནང་ལོགས་ལ་དེ་འདྲའི་གི་སེམས་ཁམས་རིག་པའི་སྣང་ཆ་ཤུགས་ཆེན་པོ་ཡོད་པ་ཅིག་ད་ལྟ། འདུག་མ་བཏོན་ཡོང་འདི་གང་ལ་ད། འཛམ་བུ་གླིང་ཡོངས་རྫོགས་ཀྱིས་བསླབ་སྦྱོང་བྱེད་དགོས་ཡ་གི་ཤེས་ཡོན་གྱི་སྣང་ཆ་རྒྱ་ཆེན་པོ་ཅིག་བོད་པའི་བཀའ་བསྟན་འབྱུང་ནང་ལོ་ལོ་ཡོད་པ་འདི་ད་ཤིན་ཡ་གཉིས་འདྲ་ཅིག་སེ་ཅིག་བྱེད་ནས་ཁུ་འདི་མཐོང་ཡོང་གོ་དེ་ཡིན་འདི་གང་ལ་ད། བོད་པའི་གིས་འཛམ་བུ་གླིང་གི་དགེ་རྒན་བྱེད་ཡ་རྒན་ལ་ཀློག་འདོན་པ་བྱེད་ཡ་གི་དུས་ཚོད་དེ་ད་སླེབས་བསྡད་ཀྱི་འོ་རེད་འཛམ་བུ་གླིང་གི་སྣེ་འཁྲིད་ཡ་བྱེད་རོགས་འཛམ་བུ་གླིང་གི་མགོ་འཁྲིད་མཁན་དང་འཛམ་བུ་གླིང་ལ་ལང་ཀ་སྟོན་མཁན་བྱེད་མཁན་དེ་འདྲ་ཅིག་འདི་གི་འདི་ཡོ་རེད་ཟེར་བ་རེད།

འགོས་ནད་འདི་མ་ཡོང་པའི་ལུགས་སྔ་མ་དེ་ཕེབས་ཉིས་སྟོང་བཅུ་དགུ་རེད་ངས་དྲན་ནོ་མོད་དེ་དུས་གང་ལ་བླ་ཆེན་ཁག་གི་ཚོགས་ཆེན་འདི་ལ་སྐུ་མདུན་ནས་བཀའ་གནང་དུས་གང་ལ། དོན་དག་འདི་འདྲ་བོ་ཅིག་གསུངས་ཡོད་རེད། བོད་པ་ལ། འཛམ་བུ་གླིང་ལ་ཕ་ག་སོགས་རེ་ཞབས་འདེགས་ཞུ་ཡག་གི། འདི། ལག་ཆ་དུ་མ་སོང་ན་རྒྱུ་ཆ་འདི། ཏན་ཏན་ཡོག་རེད་ཟེར་ཅེས་གསུངས་ཡོད་རེད་དེ་བཀའ་སློབ་འདི་རྣམ་པ་ཚོ་གཟིགས་དེ་རོགས་ཤེས་ཙང་འོ་འདི། ཆོས་དང་རིག་གཞུང་སྐོར་ལ། དོན་དག་གཙོ་བོ་གཅིག་འོ་འདི་ཆགས་ཀྱི་འོ་རེད་བསམ་གྱི་འདུག། ད་དེ་ནས།

བོད་བོད་ཀྱི་དབུ་ཁྲིད་ཅིག་ཡིན་པའི་ཆ་ནས་བོད་ཀྱི་ཆེད་དུ་ཐུགས་འགན་ཞིག་ཡིན་སོང་དེའི་ནང་ལོགས་ལ་ད་འདི་འདི་དང་ཐད་ཀར་འབྲེལ་བ་ཆགས་སྐོར་བོད་ཀྱི་རྩ་དོན་ཆབ་སྲིད་ཀྱི་རྩ་དོན་སྒྲུག་ཤུགས་ཀྱི་ཐད་ནས་རང་བཙན་ཐག་གཅོད་ཟེར་ཡ་དང་ད་དབུ་མའི་ལམ་གྱི་ཐོག་ནས་ཐག་གཅོད་བྱེད་ཟེར་ཡ་དང་འདི་ཚོ་འདྲེས་དེ་སྐོར་ལ་ཡང་ང་རང་ཚོ་ཁ་སོག་རེད་ཚ་བོད་པ་ཅིག་ཡིན་ཚུན་ཆད་དེ་ལ་བོད་པ་བོད་བོད་པ་ལ་མ་དགའ་བ་ཅིག་ཡོང་མི་སྲིད་པ་རེད་ད་ཡོང་གི་ཡོད་མ་རེད་རོ

མདུན་ལམ་གྱི་སྒོ་ནས་སྐད་ཆའི་བར་བོད་མི་རིགས་འདི་མ་འོངས་པ་ལ་ག་འདྲས་ཀྱི་ཆ་མ་ཆགས་སའི་དེའི་སྐོར་ལ་སྐད་ཆ་བཤད་གང་འགྲོ་སྐད་ཆ་འདི་ཆེན་པོ་ཞིག་རེད། ད་དེ་ཡིན་དུས་ཀྱང་དེ་འདྲས་ཀྱི་སྐད་ཆ་ཆེན་པོ་ཞིག་བཤད་གང་འགྲོ་ཡ་ལ་བོད་པའི་གྱི་མ་འོངས་པའི་མདུན་ལམ་དེ་ཐག་བཅད་བྱེད་ཡ་ད་དེ་འདྲའི་སྐོར་ལ་འདི་འདྲས་གུ་གུ་འདུག་འདི་འདྲས་གུ་གུ་འདུག་ཟེ་ད་འདྲས་ནས་ལངས་ཕྱོད་འདི་འདྲས་གུ་གུ་འདུག་ཟེ་ཀ་མེད་གནང་ཡ་དེ་ལ་དངོས་དང་པོ་དེ་ལ་བོད་ཕྱི་ནང་གནས་སྐལ་གྱི་མ་ལྟ་ཡིན་ན་ཡང་བོད་ཕྱི་ནང་གནས་སྐལ་གྱི་གནས་སྟངས་དེ་གཞི་ཚ་བོ་ཆེ། རོ། ད་གཅིག་གུ་གུ་དུ་གཅིག་རེས་གཅིག་ལང་ཚང་གཅིག། གཅིག་ཁ་སོག་རེས་ཕུག་འདྲ་གཅིག་ལང་གཅིག་བྱས་ནས་ཕ་ཚག་བྱ་ཡ་དེ་མིན་པ་ཆེ་སུ་སུ་སུ་སུ་སུ་ལ་དེ་དེ་དྲིན་སུ་གཏོང་ཡ་དེ་ཡོང་གི་འདུག་ད་བོད་ནང་ལོག་ལ་སྔོན་ནས་བོད་ཆུ་བ་སོང་གི་གནས་ཚུལ་དེ་ག་འདྲའི་ཆགས་ཏེ་བོད་ནང་ལོག་གནས་སྟངས་ངོ་མ་དེ་ག་ཆགས་བོད་ཀྱི་འདས་པའི་ལོ་རྒྱུས་ཀྱི་གནས་སྟངས་ག་འདྲའི་ཆགས་ཡོད་ཡ་མ་འོངས་པ་ལ་ག་འདྲའི་ཆགས་སྲིད་ས་རེད་དེ་ཚོ་ཚང་མ་ལ། བརྒྱ་ཆ་དུ་མ་སོང་ན་དཔེ་བརྒྱ་ཆ་དྲུག་ཅུ་བདུན་ཅུ་ཚིག་དཔེ་དངོས་ཡོད་དུ་ཏག་ཏག་ཚང་པའི་ཚོད་དཔག་བྱེད་ཐུབ་ཡག་གི་བསམ་བློའི་གི་ནུས་པ་དེ། ནང་ཆོས་ཀྱི་ནུས་པ་དེ་ཡོད་བསྡད་པ་ཅི། ཨེ་ད་ནང་བཞིན་གྱི་རྒྱ་ནག་གི་གནས་སྟངས་ངོ་མ་དེ་ག་འདྲས་འདུག་དངོས་གནས་ང་ཚོའི་རྒྱ་ནག་ལ་ག་ཚོད་ཚོད་རྒྱུས་ཡོད་རེད། རེད་བ། རྒྱ་ནག་གི་དབུ་ཁྲིད་ཚོ་གི་བསམ་བློ་ཏང་ཏང་ག་ཚོད་ཡོད་རེད་ང་ཚོས་ག་ཚོད་ཅི་ལྟར་རྒྱུས་ལོན་ཐུབ་ཀྱི་ཡོད་རེད། ཨེ་དཔེ་འདི་མ་གཅིག་མ་ང་རང་ཚོ་གི་དོན་དག་བཟང་དང་གོ་རོ་བོད་སྤྱི་པའི་བཟང་རྒྱ། ང་ཚོས་སོ་སོ་གི་འགྲན་ཟླ་བཟང་གཏང་དགོས་བ་རེད། སོ་སོ་ནང་གི་འགྲན་ཟླ་བཟང་གཏང་དེ་གང་ལ་ཀླད་ཀ་དཀྲུག་རྒྱུ་མེད་ན་མ་གཏོགས་ཚང་མ་དཀྲུག་བྱེད་ཅིང་བཟང་གཏང་གིར་བ་ད། ད་བོད་སྤྱི་པའི་གི་འགྲན་ཟླ་བཟང་གཏང་དེ་གང་ཨ་ཅང་ཅང། ཤེས་ད་དེ་ཡིན་དེ་གང་ལ་ང་ཚོ་ཡིན་གཅིག་མིན་གཅིག་གི་སེམས་པ་ལྷོད་ལ་བབས་བྱེད་བྱེད་ནས། བོད་ནང་གི་གནས་དང་འདས་པའི་ལོ་རྒྱུས་ཀྱི་གནས་བབས་ག་འདྲའི་ག་འདྲའི། ལོ་རྒྱུས་ཀྱི་རིམ་པ་སུ་སོ་སོ་ནས་ག་འདྲའི་ག་འདྲའི་ག་འདྲའི་བྱུང་འདུག་དེ་གཞི་ཚ་བོ་གྱི། མ་མཐའ་ཡིན་ན་གྱི་གནད་འགག་ག་སོགས་རེད་འགག་ཡོད་ས་དང། ངེས་པར་དུ་གྱི་ཤེས་དགོས་ཡ་གི་གཞི་དེ་རྗེས་དྲས་ཏེ། ཐུགས་ལ་ཆུད་པ་ཞིག་བྱེད་དགོས་ཡ་ཞིག་དང་རྒྱ་ནག་གི་གནས་ཚུལ་དག་ནང་བཞིན་འཛམ་བུ་གཅིག་གི་གནས་ཚུལ་ག་འདྲའི་འདྲ་པོ་ཅིག་གང་ལ་འགྲོ་བདེ་གི་བར་ཆགས་སྲེད་ཀྱི་གནས་སྒོ་དེ་རྗེས་དྲན་ཏེ་ཞི་བོ་ཅིག་དོ་སྣང་ཅིག་བྱེད། ཡང་མིན་ན་ནི་མི་སུ་སུ་སུ་པའི་བསམ་བློའི་སྣང་སྤྱོད་དེ་ཕུལ་དུ་བྱུང་རྗེས་འཛིན་འཇམ་དཔལ་ལྟ་བུ་སུ་འདྲ་ཞིག་དོ་སྣང་ལྟོས་སུ་བྱེད་པ་དག་རང་ཤི་འགྲོའི་སུ་འདྲ་དེ་འདྲ་ཅིག་ཡོད་པ་ཡིན་ན་སྐུ་ཡང་སྨིན་སྲིད་ཅི་རེད་རོ། ད། དེ་འདྲ་མ་ཡིན་པར་དཔེར་ན་ང་ལྟ་བུ་ཅིག་ཡིན་པ་ཡིན་ན་དེ་ཡོང་ཁོ་རང་ཐུགས་ཡ་ཡོད་མ་རེད་དེ་མེད་དུས་གང་ལ་ཞི་བོ་ཅིག་ཟག་ཟག་བྱས་ན་མ་གཏོགས་ཅི།

འདི་གཅིག་པུ་ཁྱིས་བྱས་ཞེས་ནས་ཕྱིན་པ་ཡིན་ན་དོན་དག་ངོ་མའི་ཐོག་ནས་བབ་ཐུབ་པོ་མ་རོ། རོ། དོན་དག་ངོ་མའི་ཐོག་ནས་བབ་ཐུབ་པོ་མ་རེད། བྱས་ཙང་དེ་འདྲ་ཡིན་དུས་གང་ལ་མདོར་བསྡུས་ནས་ངས་ཞུ་འདོད་པ་དེ་གང་ཡིན་ཟེར་ན། རྩ་དོན་གྱི་འགྲོ་ཡ་ལ་ཐབས་ཤེས། ཐབས་ཤེས་མང་པོ་ཡོང་གི་རེད་བསམ་གྱི་འདུག་རོ། ཁ་གཏད་ཀྱི་བཅའ་ཡ་དེ་ལ་ཁ་གཏད་བཅའ་སྟངས་དེ་ལ་ཡིན་གཅིག་མིན་གཅིག་གི་དམར་འཛིང་རྒྱ་གར་འགྲོ་དགོས་ཡ་ཨ་ཡོད་ན།

སྒེར་གྱི་ན་ཚ་དང་སྒེར་གྱི་མི་འདོད་པ་དེ་བློས་བཏང་ཐུབ་དགོས་དེ་གལ་ཆེན་པོ་རེད་བསམ་གྱི་འདུག་སྒེར་གྱི་ཐུགས་ནས་ན་ཚ་ཡོད་པ་ཡིན་ན་རེད་སྤྱི་དོན་ཚོད་འདི་གང་ལ་ཚང་མར་མཉམ་དུ་རུག་རུག་བྱེད་བཞིན་ནས་སྤྱི་བེད་ཀྱི་ཆེད་དུ་མཉམ་དུ་རུག་རུག་བྱེད་འཛོང་རྒྱུ་ཡོད་པ་ཅིག་མ་འཇོན་པ་ཡིན་ན་འདི་ཕུག་ལ་ང་རང་ཚོ་སུ་སུ་ལ་གནོད་ཀྱི་རེད་བསམ་བསམ་འདི་དྲན་ཡོང་གི་འདུག་བྱས་ཙང་འདི་འདྲ་ཡིན་འདི་གང་ལ་བོད་སྤྱི་དོན་གྱི་རྩ་དོན་སྒྲུབ་ཕྱོགས་ཀྱི་ཐད་ལ་སྐུ་མདུན་ནས་བཀའ་ག་རེ་གནང་བ་དེ་རྗེས་དྲན་ནས་ད་སྐུ་མདུན་ལྟ་བ་ཅིག་ལ་ཆ་མཚོན་པ་ཡིན་ན་བཞིན་ད་ཕ་བཞག་རོགས། ང་ཚོ་དངོས་ཡོད་གནས་ཚུལ་རང་རང་གཞི་ལ་བཞག་ནས་བསམ་བློ་བཏང་བ་ཡིན་པ་ཚིག་བར་དང། ང་ཚོ་སྐུ་མདུན་གྱི་ལྷུག་མ་ཡིན་པའི་ངོས་ནས་སྐུ་མདུན་ལ་ཞེན་ཡོད་པའི་རྒྱུ་མཚན་གྱིས་སྐུ་མདུན་གྱི་ལངས་ཕྱོགས་འདི་འདྲིས་པ་རེད་འདི་བྱས་དགོར་ཟེར་འདི་ཟེར་གྱི་ཡོད་མ་ད་འདི་ཡང་ཁུ། འདི་འདྲས་ཡོང་ཆུག་གོ་འདི་འདི་ཁུ། ཚེ་དང་ལྡན་པ་སེ་གས་བྱ་གི་མ་རོག་གོ་ཞེན་ཡོད་པའི་རྒྱུ་མཚན་གྱིས་འདི་མ་རེད་དངོས་ཡོད་གནས་ཚུལ་རང་ལ་ག་འདྲས་ཆགས་འདུག་ལྟ་དུས་ང་ལ། རྒྱ་ནག་གཞུང་འབྲེལ་གྱིས་སྐུ་མདུན་ལ་སྐྱོན་བརྗོད་བྱས་ཡིན་པ་ཡིན་ན་རྒྱ་ནག་གི་དབུ་ཁྲིད་ཅིག་གིས་སྐུ་མདུན་ལ་སྐྱོན་བརྗོད་བྱས་ཀྱི་ཡིད་ཆགས་རིང་པོ་དེ་ཚོ་འདྲས་ལྟ་ཡོང་དུས་སྐུ་མདུན། ལྟ་ཡོང་འདི་ག་ལ་ཀུན་འདུས་ལ་ཁོང་ཚོས་ཀྱི་ལྟ་སྟངས་འདྲ་པོ་དེ་གང་དྲན་འདྲ་པོ་ཅིག་ཐོག་ནས་བྱེད་ཀྱི་འདུག་པའི་ཆབ་སྲིད་དང་གང་ཅིའི་ཐད་ནས་ཀུན་འདུས་ཀྱི་དགོངས་པ་ཞིག་དང་དེ་རྒྱ་ཆེན་པོ་ཅིག་དང་ག་སོ་གཏིང་ཟབ་པོ་ཅིག་དང་ནང་ཆོས་དང་ལྡན་པ་ག་ཚོད་ཅིག་ཡོད་པ་དེ་ཁོང་ཚོས་ཀྱི་ད་ཁ་གཏད་ཅིག་ཅིག་འདྲ་བོ་ཅིག་བྱེད་ནས་དེ་ཚད་མས་བཞུགས་ཡོད་དེ་གང་ལྟར་ཀུན་འདུས་ལ་ཐུན་མོང་གདུལ་བྱའི་གནང་སྒོ་ལ་ཡོངས་གྲགས་ལ་ཡོད་བསྡད་པའི་ཀུན་འདུས་ཀྱི

དུས་དང་གནས་སྐབས་མི་སེར་གཅིག་གི་ཐུགས་ནས་དེ་འདྲས་བྱུང་ཡོད་རེད་མང་པོ་བྱུང་ཡོད་རེད་བཤད་ས་དེ་འདྲས་ཡིན་དུས་གང་ལ་སྐུ་མདུན་ནས་འདུག་སུ་ལང་འདྲེན་གང་ཕེབས་པ་དེས་དག་གིས་ཞུས་པ་ནང་བཞིན་རོ། ང་རང་ཚོ་བོད་སྤྱི་པ་དེ་མདོར་བསྡུས་ན་བོད་སྤྱི་པ་དེ་ཏོག་ཆེན་པོ་ཆགས་དགོས་རེད་བོད་དེ་ནུས་པ་ཡོད་པ་ཅིག་བཟོས་དགོས་རེད་ནུས་པ་ཡོད་པ་ཅིག་བཟོས་ཚར་ཏོག་དང་ལྡན་པ་ཅིག་ཆགས་ཚར་སོང་ན་ཨ་ནི། རིམ་པས་རིམ་པས་མི་འདི་ལ་རྟོག་ཞུགས་ཡོད་པ་ཡིན་ན་ནི་ག་ལེར་གྱི་ཁུག་ཅིག་རེ་ཡོང་གི་མ་རེད་པས། རོ། རྩྭའི་གཟུགས་པོ་ལ་ཤུགས་གསུངས་རེ་ཅིག་མེད་པ་ཡིན་ན་ན་ཚ་ཆུང་ཆུང་ཅུང་ཡིན་ན་ཞིག་པོ་སྣོད་དུ་འུ་དོ། གཟུགས་པོ་ལ་ཤུགས་དེ་རྟོག་ཅིག་ཡོད་དེ་གང་ན་ཚ་ག་རེ་སླེད་ན་ཡང། ན་ཚ་སླེད་པ་ཡིན་ན་ཡང་ཁུག་ཕར་དྲག་ཐུག་ཡག་གི་སྔོན་ཁུག་གི་ནུས་པ་དེ་དང་ན་ཚ་ཕར་ག་ཚོགས་རེ་ཤུགས་བཅག་ཡག་གི་ནུས་པ་དེ་ཤུགས་ཆེན་པོ་ཞུགས་ཡོད་དེ་བ་ཤེས་ཙང་ཚང་མ་ལུག་གི་མཉམ་དུ་ཤུགས་བཅག་བསྡད་དེ་བོད། བོད་སྤྱི་གི། ནུས་པ་འདི་གོང་མཐོར་བཏང་ཡང་དང་བོད་ཀྱི་ཆོས་དང་རིག་གཞུང་གི་ནུས་པ་གོང་མཐོར་བཏང་ཡང་དེའི་ཆེད་དུ། དུས་རྒྱུན་དུ་ཆོས་དང་ངག་གསུ་ལག་དུས་པས་སྒྲ་བསྒྲགས་ན་ཡིན་པ་ཡིན་ན་ཡང་བོད་མི་གི་ཆོས་དང་རིག་གཞུང་དང་སྤྱི་པའི་དོན་དག་དེ་ལ། སྤྱི་པའི་དོན་དག་ལ་ཐུགས་ཡིན་ནི་ག་ཚང་མ་མཉམ་དུ་འཛོམས་ཡས་ཡོད་པ་བྱས་རོགས། སྤྱི་པའི་དོན་དག་གི་ཆེད་དུ་ཨ་ནི་ཆོས་དང་ངག་ཟེར་ཡས་མེད་དེ་བ་བྱས། ནང་བྱོན་ཆོས་དང་ངག་ཟེར་ཡོད་པ་ཡིན་ན་དེ་གས་མེད་པ་རེད་ཀོ་མི་ཚང་མ་ནང་མི་གཅིག་ལ་ཡིན་ན་ཡོང་གོ་རེད་ས་དེ་གསང་བཏང་བཏང་དེ། གར་ཟེར་བ་ལ། ཟག་ཟག་ཞིམ་གྱིས་བརྣགས་པའི་ཞེས་དེ་ཚོགས་ཡོངས་པ་དོར་བ་དེ་ཚོགས་ཡོངས་བཞེས་ཙང་དེ་ཀུན་བཏུས་ནས་བསྒོམ་པ་ཞེ་སྡང་གི་རྣམ་པ་ཚོ་དུས་རྒྱུན་དུ་མཐོང་ན་རྣམས་པ་ཡིན་ན་ཆེས་མཐུག་གི་རེད་བསམ་དུ་དེ་གལ་ཆེན་པོ་གྱི་ཚོགས་ཡོངས་བཞེས་ཙང་ངས་དེ་ཞོའི་འདོད་པ་འདུག་ཟེར་བྱུང་ད་དེ་ནས་ཐུགས་འགན་བཞེས་པ་དེ་ཀུན་བཏུས་ད་རྒྱ་གར་ལ་ཕེབས་བྱེད་བྱེད་ནས་རྒྱ་གར་གཞུང་གིས་ད་དུས་ཚོད་རིང་ཤོས་ཀྱི་སྐུ་མགྲོན་དེ་ཆགས་བསྡད་ཡོད་མི་སེར་གྱི་སྐུ་མགྲོན་དེ་འདྲ་ཞིག་ཆགས་བསྡད་ཡོད།

རྒྱ་གར་ནང་ལོགས་ལ་པའི་ཉི་མ་ག་སོང་ལུགས་དང། ཟླ་བ་དྲི་ཞག་ཕུག་གི་ད་བདུན་ཕྲག་བདུན་ཕྲག་ཟླ་བ་ཟླ་བ་ལུགས་དྲི་གཅིག་ད་ད་ལྟའི་བར་དུ། བོད་སྤྱི་བར་གྱི་རྩ་དོན་འཚོལ་ཡ་གི་ང་ཚོ་ལ་ཁོར་ཡུག་འདི་འདྲ་ཅིག་ཡོད་པ་དེ། རྒྱ་གར་གྱིས་ང་ཚོ་ལ་གོ་སྐབས་འདི་སྤྲད་པའི་རྐྱེན་གྱིས་བྱུང་བ་རེད་མ་གཏོགས། གོ་སྐབས་འདི་གནང་མེད་ན་ང་ཚོ་ཁོར་ཡུག་བོད་ཀྱི་རྩ་དོན་འཚོལ་ཡ་གི་སྒྲིག་འཛུགས་རྟེན་གཞི་ཡང་ཁོ་རང་ཡོད་མ་རེད་རྩོད་ས་ཀྱི་ཁོར་ཡུག་ཁོ་རང་ཡོད་ཨ་ལ་རྐང་པ་བཙུགས་ས་ཀྱི་ས་ཁོ་རང་མེད་པ་དང་བཅས་པ་རེད་ཤེས་ཙང་དེ་འདྲའི་གི། ས་ཆ་དེ་རང་ཡག་གི་ཆེད་དུ་སྐུ་མདུན་ཚུར་ཕེབས་ནས་རྒྱ་གར་གཞུང་གི་སྐུ་མདུན་དེ་བོད་ཀྱི་ངོ་བོ་མཚོན་ཐུབ་ཀྱི་ཡོད་པ། བོད་བོད་མི་ཡོངས་རྫོགས་ཀྱི་ཚབ་མཚོན་ཐུབ་ཀྱི་ཡོད་པ་དེ་རྒྱ་གར་གཞུང་གིས་ཤེས་བྱེད་བྱས་ནས། བོད་པ་ཡོངས་རྫོགས་ཡོང་ཡག་དང་བོད་བོད་ཀྱི་ཐག་གཅོད་ཀྱི་བསྟི་གནས་བཙུགས་ཡག་གི་གོ་སྐབས་དེ་ཕུད་རེ་མང་ཐོག་སྤེལ། དེ་གོང་ལ་རྒྱ་གར་གཞུང་གིས་བོད་པ་ཚོ་ཕར་ལོག་བཏང་ཡག་གི་འདི་འཆར་གཞི་བཏིང་འདུག་བ། རེད། ཨ་ཟེར་རྒྱ་ནག་གཞུང་གིས་བོད་ཟེར་བ་དེ་རྒྱ་ནག་གིས་ངོས་ལེན་བྱས་པ་རེད། དང་པོ་ནས་ངོས་ལེན་བྱས་པ་དེ་ང་ཚོ་དངོས་ཡོད་གནས་ཚུལ་རེད་མ་གཏོགས། དང་པོ་རྒྱ་ནག་ཡར་འཛུལ་ཡོང་དུས་གང་ལ་རྒྱ་གར་གཞུང་གིས་གཞིས་བཞུགས་ཞེ་བདུན་ལ་རང་བཙན་བཅད་རྒྱ་གར་གྱིས་བོད་དེ་རང་བཙན་རེད་རྒྱ་མི་འོ་ལ་མ་རེད་ཟེར་གྱི་ནས་ལྔ་བཅུ་ང་དགུ་ལ་སྐུ་མདུན་ཚུལ་གྲོས་དམག་ཕེབས་གོང་ནས་རྒྱ་གར་དེ་ངོས་ལེན་བྱེད་ཀྱི་མེད་པ་ཁས་ལེན་མེད་པ་རེད། རྒྱ་མི་གྱི་ཆ་ཤས་ཡོད་ད་རྒྱ་མིའི་ཆ་ཤས་སུ་ལོག་པ་རེད་ད། ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆ་ཤས་རེད་ཟེར་གྱི་བཀའ་བརྒྱུད་དུས་ནས་དེ་ལག་ལུས་བ་རེད། བྱས་ཙང།

དེང་དུས་ཀྱི་རིག་གཞུང་གི་ཆུ་བོ་ཡོད་མ་རེད། དེང་དུས་ཀྱི་ཤེས་ཡོན་གྱི་ག་ས་མ་འདང་པ་ཡོད་མ་རེད་ད་ག་རེ་འདང་གི་ཡོད་མ་ཟེར་ན་རྒྱ་གར་སོ་སོའི་རང་ཉིད་ཀྱི་གནའ་རབས་ཀྱི་ཤེས་ཡོན་དེ་ཕུང་བསྡད་བཞག་ཨ་ཟེར། དེ་ཡིན་དུས་གང་ལ་རྒྱ་གར་ལ་གནའ་རབས་ཀྱི་ཤེས་ཡོན་ཕུན་སུམ་ཚོགས་པ་ཅིག་ཡོད་རེད། དཔེར་ན་འགན་འཁྲི་ལྗིད་ཀྱིས་འཛམ་བུ་གླིག་ལ་རྒྱ་གར་གྱི་ཁྱད་ཆོས་ག་རེ་སྟོན་ཐུབ་པ་རེད་ཟེར་བ་དེ་ཡང་འཚེ་བ་མེད་པའི་ལྟ་གྲུག་དེ་བཏོན་ནས་འཛམ་བུ་གླིག་གི་མིག་འབྱེད་ཀྱིན་འཛམ་བུ་གླིག་ཡོངས་རྫོགས་ལ་རྒྱ་གར་གྱི་སློབ་སྟོན་ཡག་པོ་ཅིག་བྱས་ཡོད་རེད། འཚེ་བ་མེད་པའི་ལྟ་གྲུབ་ཟེར་དེ་གང་འདྲའི་ཅིག་ཡིན་པ་དེ་སྟོན་པ་རེད། ད་ད་ལྟའི་གནས་སྐབས་ལ་རྒྱ་གར་གྱི་འཚེ་བ་མེད་པའི་ལྟ་གྲུབ་ཀྱི་ཇའོ་ཏིང་གནོད་སྦྱིན་གྱི་རིག་གཞུང་དེ་སང་ལོའི་རིག་གཞུང་སིན་ཀང་རི་བེ་གི་ཤེས་ཡོན་གྱི་རིག་གཞུང་དེ་སྟོན་གྱི་འདུག་དུས་ལ་བབ་ཤག་དེ་རྒྱ་གར་གྱི་འཛམ་བུ་གླིག་གི་སྣེ་ཁྲིད་འདུག་རེད་དེའི་དོན་ནི་ཨ་མདའ་ནང་བཞིན་གྱི་སིན་ཀང་ལ་བརྟེན་པའི་ཤེས་ཡོན་གྱི་ནང་ལོགས་ལ་དཔེར་ན་ཞི་ནས་ཟེར་དང། ད་ཁ་ཁ་ཤི་ལུགས་ལ་བལྟས་ནས། བདེ་སྐྱིད་འཚོལ་ཡས་དེ་གཅིག་པུ་མ་ཡིན་པ་བྱས། སོ་སོ་གི་སེམས་ལ་ཚུར་བལྟས་བྱས་རྗེས་བདེ་སྐྱིད་འགྲོ་ཡས་ཀྱི་རིག་གཞུང་ནང་དུ་ལ། ཞི་གནས་ཟས་དང་ལྷག་མཐོང་ཟས་དང་ཞི་གནས་དང་ལྷག་མཐོང་གི་རིག་གཞུང་འདི་ལོ་སྟོང་ཕྲག་གསུམ་གོང་ནས་སྟོང་ཕྲག་མང་པོའི་གོང་ནས་རྒྱ་གར་ལ་ཡོད་པ་ཅི་རྗེས་འགའ་ཞིག་ད་སུ་གཅིག་ལ་མེད་པའི་དེ་འདྲའི་གི་ཤེས་ཡོན་གི་སེམས་ཁང་གི་ཤེས་ཡོན་ཅིག་ཡོད་རེད་ད་འདི་འཛམ་བུ་གླིག་ལ་ཁྱེད་རང་ཚོ་སྟོན་ཡས་ཀྱི་རྒྱ་གར་གི་བུ་ཁྲིད་ནས་སྟོན་ཡས་ཀྱི་དེ་འདྲའི་གི་དུས་ཚོད་ཅིག་སླེ་ཞག་ཞེས་བྱས་ནས། དེ་སོང་ནས་ཨ་ནི་དེའི་ཤེས་ཡོན་དེ་ག་འདྲས་སུ་འཛམ་བུ་གླི་ལ་སྟོན་སྟོན་སྟངས་དེ་རེད་བ། དེ་དེ་སློག་ཚན་དུ་མ་སོང་ན་ཅི་ལ་འགྲིག་ཅེས་བཞིན་འཛམ་བུ་གླི་ལ་སྟོན་སྟངས་དེ་ཀུན་བསྡུས་ནས། དེ་སྒྲོམ་གཞི་དེ་བཟོས་ཅེས་བཞིན་ནས་རྒྱ་གར་ལ་ཕ་ལི་ཅེས་ཤ་སྟག་དུ་མ་སོང་ཕུལ་བ་རེད་བ། ད་དེ་ཕུལ་དེ་གང་ལ་བཤད་ཙང་རྒྱ་གར་ལ་དེ་ལས་ལྷག་པའི་དུ། བཀའ་དྲིན་རྗེས་དྲིན་དང་ཐུགས་རྗེ་ལེན་འབུལ་ཞུ་ཡས་ཅིག་ཡོད་མ་རེད་བསམ་གྱི་འདུག་དེ་ཡང་སྐུ་མདུན་གྱི་མཚན་དང། བོད་པ་གཅིག་གི་མཚན་ཐུགས་ནས་རྒྱ་གར་ལ་རྒྱ་གར་རེ་ཤོང་བཅའ་སུ་བྱས་ནས་ཕུལ་དུས་གང་ལ་དེ་བོད་པའི་གི་གཟི་བརྗིད་ག་ཚོད་ཀྱི་ཆེན་པོ་མ་རེད། ཧ་ལས་པའི་གཟི་བརྗིད་ཆེན་པོ་ཅིག་རེད་བསམ་བསམ་ཨོ་ཏི། ཨ། ཁ་སར་ཆགས་བསྡད་ཀྱི་འོ་རེད་བཤད་ཙང་དེ་ཐུགས་འགན་བཞི་པ་དེ་ཨོ་ཏི་རེད་ད། ཨོ་ད། དེ་འདྲ་ཡིན་འདི་གང་ལ་ད་མདོར་བསྡུས་ན་དགུན་དུས་ནས་ང་རང་ཚོ་ལ་ལངས་སྟན་དཀའ་ལག་ག་འདྲ་ཅིག་འཕེལ་བ་ཡིན་ན་ཐུགས་འགན་ཞིག་དེ་ཡང་ང་རང་ཚོ་ལ་ལངས་སྟན་ཆགས་བསྡད་དགོས་རེད་ལངས་སྟན་དཀའ་ལག་ག་འདྲ་ཅིག་འཕེལ་བ་ཡིན་ན་རེད་ནི། གོང་དུ་ཞུས་པ་ནང་བཞིན་ང་ཚོ་བོད་པ་ལ་བོད་སྤྱི་གི་རྩ་དོན་གྱི་ཐོག་ནས་ལངས་སྟན་འཕེལ་ཡིན་ན་རེད་ག་འདྲ་ཅིག་འཕེལ་བ་ཡིན་ན་རེད་གང་ལྟར་བོད་སྤྱི་སྤྱི་འཕེལ་གྱི་རྩ་དོན་སྒྲུབ་ཕྱོགས་ཀྱི་ལངས་སྟན་གྱི་ཐོག་ནས་ཡིན་པ་ཡིན་ན་ཡང་དགུན་དུས་ནས་ལངས་སྟན་དང་ཐབས་ལམ་གང་བཏོན་པ་དེ་ཧ་ཅང་གི།

གནང་ཡོད་རེད་དེ་ཡིན་དུས་གང་ལ་དེ་ཐུགས་ལ་འཇགས་དགོས་ཡོད་དེ་གལ་ཆེན་པོ་འདུག་བསམ་གྱི་འདུག་ཨ་ནི་ཚང་མ་ལ་ཐུགས་རྗེ་ཆེ་དེ་འདྲའི་གཅིག་གང་ལ་ངས་མཇུག་བསྡུ་བ་ཅིག་ཡིན་དུས་ཚོད་ཤི་བོ་ཅིག་རིང་པོ་ཆགས་འགྲོ་སོང་དུས་ཕྱི་ན།